ང་ཚོ་ནམ་རྒྱུན་ནས། འཆི་བ་འོད་གསལ་ཟེར་གྱི་མ་གཏོགས་ཤི་བ་འོད་གསལ་ཟེར་གྱི་མི་འདུག་ཨ། ཚིག་ཁོ་ར། འཆི་བ་འོད་གསལ་ཟེར་དེ་འཆི་བཞིན་པའི་སྐབས་རེད་མ་གཏོགས་ཨ་མདའ་ཤི་ཡག་མ་རེད་ཟེར་ཨ་ཅེ། བྱས་ཙང་འཆི་བའི་གནས་སྐབས་ཀྱི་ད་སེམས་རག་པ་དེ་དེ་མ་ཐིམ་བྱས། སེམས་རག་པ་དེ་དེ་གཙོ་བོ་ཀླད་པ་ལ་བསྟན་འདུག་ཨ། བྱས་ཙང་ཀ་ཀླད་པའི་བྱ་བ་ཉམས་ཚར་དུས་ཙང་ནས་སེམས་རག་པ་དེ་དེ་འགག་ཚར་རེད།

ལྟ་དེ་རྙོག་དྲ་གཅིག་འདི། འདི་འདི། ནེའུ་ཟི་ལན་ལི་ཡ། ང་ཚོ་བོད་པས། འདི་འདི་བྱོས། ངས་ངོ་ཤེས་པ་རེད། མི་བླ་མ་ཡག་པོ་བྱོས། ཁོང་ཤག་ནི། ཕལ་ཆེར་བདུན་ཕྲག་གཅིག་གཉིས་བཞུགས་མིན་འགྲོ། བདུན་ཕྲག་གཅིག་ལྷག་ཅིག་གང་འདྲ་དོ་དམ་བྱོས་པ་རེད། ཁོང་ཤག་ནི། ཉི་མ་བཞི་ཕྱིན་པའི་དགོངས་དག་འདི། ཁོ་རང་གི་ནི་ལག་པ་གཡས་མ་འདི་གུ་རྒྱོག་རྒྱབ་བྱས། ལག་པ་གཡས་པའི་སེམས་འཚུབ་སྡུག་སུན་འབྱུང་ཡག་ཅིག་ཆགས་ཤག།

བཟའ་ཟླ་ཨ་མདོ་གསལ་པོ་ཞུ་ཅིག་ཤེས་པ་སེམས་ཁོར་ཨ་མདའ་གསལ་པོ་ཞུ་ཅིག་ཨ་མདོ་ཅིག་བཤད་ཐོས་མེད་པ་ཅིག་མྱོང་བའི་ཐོག་ནས་མ་གཏོགས་བཤད་མེད་བསྡད་པ་ཅིག་ཨ་མདའ་མཚན་རིག་པའི་ཨ་མདའ་བུ་རུ་རྩད་གཅོད་བྱ་དེ་དེ་གཟུགས་ཅན་གྱི་ཅིག་ཆོས་ཅིག་ད་གཟུགས་ཕྲ་ར་ག་ཡེ་ནས་མེད་ནས་ཅིག་གཟུགས་ཅན་གྱི་ཆོས་ཅིག་ཞི་ལ་ཤར་པའི་ཐོག་ལ་འགྲོ་དེ་དུས་ཟ་ནས་ཤེས་པ་གཟུགས་ཅན་མ་རེད་པ། གསལ་ཙམ་རིག་ཙམ་མྱོང་ཙམ་ཅི་རེད་པ། ཁྱེད་ཚོ་ཨ་མདོ་ཤེས་རབ་ཁོས་ག་གོ་རེད་ད་ཡིན་ནའི་ཁོས་ཤུགས་རྐྱེན་ཐེབས་ཀྱི་ཡོད་པ་ཞིག་ད་མཐོང་གི་ཡོད་རེད་ད། ཨེ་ནི་ཤེས་པར་སྦྱོང་བརྡར་སྤྲད་ནས་ཀླད་པ་ལ་གོ་ཆོད་ཐེབས་ཀྱི་ཡོད་པ་དེ་གསལ་བོ་ཆགས། ད་ཁོས་ག་འདྲི་སི་ངས་ད་ཤེས་པ་ཁོ་ར་གཟུགས་ཅན་མི་འདུག་ཙང་ནས་ད་ཁོས་ཀླད་པར་ཡ་གོ་ཆོད་ཐེབས་སྟངས་དེ།

ས་བལྟ་སྟེ་འབྱུང་བ་ལྔ་དང་འབྲེལ་བ་ཡོང་ས་དེ་དེ་ནས་ཕལ་ཆེར་ཡོང་གི་ཡོད་པ་གསུངས་ཤིག་འདུག་རེད་པ། ད་ང་ཚོ་ཕྱི་སྣོད་ཀྱི་བཀོད་པ་འདི་དེ་གང་ལྟར་ཅིག་ལས་ཀྱི་དབང་གིས་ཡོང་བ་རེད། ལས་དེ་ག་བ་ཡིན་སྐོར་ལབ་ན་ཨེ་ནི། སེམས་དུལ་མ་དུལ་ག་རེ་ཡོང་གི་རེད་ཅེས་འདུག་ས་བཤད་ཀྱི་ཡོད་རེད་ད། ལས་ཀྱི་ཨེ་ནི་གཟུགས་ཅན་གྱི་ཆོས་འདི་འདྲ་ཅིག་ལས་བོད་ཀྱི་འགྱུར་བ་ག་འདྲ་བསྟན་དགོས་རེད་ལབ་པ་ཡིན་ན་ད་དེ་འདྲ་བཤད་རྒྱབ་དགོས་རེད་བ།